ད་ངེད་ཀྱི་ད་ལྟ་དེ་སྔའི་གྱི་བརྙན་ཐུང་ཨ་ནི་ད་ལྟ། Uttam Mangalam། དང་ཨ་ནི་བུ་ཆུང་ནོར་བུ་འགའ་ཅིག་བརྙན་ཐུང་གཅིག་ང་རང་གི་བསམ་ཚུལ། ང་རང་གི Opinion ལའོ་ར་ཨེན་ཇི་མ་སུ་ནས་འོང་འདྲའི་གཅིག་བརྙན་ཐུང་གཅིག་བཟོས་ཡོད་རེད་ཨ་ནི་འོང་འདི་ལ་ད། མི་མང་པོ་གི་ཨ་ནི་སུ་སུ་གི་ཨ་ནི་ཁྱོད་རང་ཚོ་ལྟ་ངན་ཁྱོད་རང་ཚོ་གི་བསམ་ཚུལ་དང་ཨ་ནི་ཡང་ཁ་ཤས་ངེད་ཀྱི་བསམ་ཚུལ་དང་མཐུན་མ་མཐུན་འདྲའི་གི་བགྲོ་གླེང་གི་ཨ་ནི་འོག་ལ་མཆན་མང་པོ་ཞུ་སྐྱོད་ཤག་ཨ་ནི། ཁ་ཤས་ཀྱིས་ད་རང་ང་ལ་རྒྱབ་སྐྱོར་བྱེད་ནས་ནི་ང་རང་གི་བསམ་ཚུལ་མཐུན་ངེས་དེ་ཚོ་གས་ནི་ཁྱེད་རང་གི་ཡག་པོ་བཤད་ཤག་དང་ཨ་ནི་ཡང་མ་མཐུན་ངེས་ཡོད་ར་ད་ཁ་ཤས་མི་ཚང་མ་བསམ་ཚུལ་གཅིག་པ་ཆགས་ཀྱི་མ་རོ་ཨ་ཡ་ད་ངའི་བཤད་རྒྱོ་དེ་ཁ་ཤས་ཀྱི་རྣ་བ་མ་འགྲོ་ལ་འོ་རེ་ཁོ་རང་དང་མ་མཐུན་ངེས་དེ་འདྲའི་བགྲོ་གླེང་མང་པོ་ཅིག་ལ་ནི་ད་རིང་ངས་འདི་ནང་ལོས་ལ་དམིགས་བསལ་གྱིས་ཨ་ནི་འདི་གནང་ལོ་མཆན་གནང་ལོ་བཀོད་ངལ་དུ་འཛུལ་ལ་ནི། ཨིན་ཇི་མ་བཟོ་ནས Comment གནང་ལོ་ལ་བྲིས་ངལ་དུ་འཛུལ་ལ་ནི Comment ཁ་ཤས་ཅིག་ལ་ནི་ངས་ང་རང་གི་བསམ་ཚུལ་དང་ཨ་ནི་མཉམ་དུ་ལན་ཅིག་རྒྱག་གོ་བསམས་ཟེར། ཨ་ནི་དཔེར་ན་ད་དང་པོ་དེ་འདྲ་བས་ན་ཨ་ནི། ངེད་ཀྱི་བཤད་རྒྱུ་དེ་ཁ་ཤས་ཀྱིས་ཁྱེད་རང་གི་བཤད་རྒྱུ་དེ་ནོར་ནོར་ཤ་མང་པོ་ལ་ངེས་འདུག་ཨ་ནི་འདི་ནང་བཞིན་གལ་སྲིད་མི་ལྔ་གིས་ནོར་ཤ་ལ་ན་མི་བཅུད་ཀྱི་སྒྲིག་བཤད་ལ་ངས་དུ་རོ་ཨ་འོ་འདི་ནང་བཞིན་རེད་བ་ད་ཁ་ཤས་ཀྱིས་ངེད་ཀྱི་བཤད་སྟངས་དེ་ཡག་པོ་མཐོང་གི་འདུག་ལ་ཡུལ་དུ་ཁྱེད་རང་སྐད་ཆ་བཤད་སྟངས་ཡག་པོ་འདུག་སུ་སུ་བསམ་པ་དེ་དང་བསམ་ཚུལ་དེ་ལ་རྒྱབ་སྐྱོར་ཡོད་ལ་ངས་འོ་འདི་ནང་བཞིན་ཡས་ནི་ད་རང་བསམ་ཚུལ་བཤད་ངེས་འདྲ་མི་འདྲ་དགའ་མ་དགའ་དཔེར་ན་ཧེ་ཀྲེ་ད་ནི Support བྱེད་ངེས་ལ་ཡུལ་དུ་ཨ་ཡིན་གཅིག་གིས་འོ་འདྲ་མ་བཟོ་ནི་སྣ་ག་གཉིས་དེ་ད་ཉིན་ཐུང་ག་རེ་བཟོས་ནས་ཚང་མ་ལོག་ལ་ཡོད་པ་འགྲོ་བོ་ཆེ་རེད་ཨ་ནི་འོ་འདི་ངས་ད་རིང། ད་འདི་ནང་ལོས་ལ་ནི་དམིགས་བསལ་གྱིས་ད་ངེད་ཀྱི་བསམ་ཚུལ་དང་མ་མཐུན་ངེས་དང་ལྡོག་ཕྱོགས་བྱེད་ངེས་ལའོ་ར་འོ་འདི་ཚོ་དང་ནི་ཁ་ཤས་ཡང་ངེད་ཀྱི་ག་རེ་ཤེས་ནས་མ་དགའ་ངེས་དོ་ཨ་ད་མི་སུ་སུ་ངས་ཤེས་ཁྱོད་འདི་ཚང་མ་ཁྱོད་ཚོ་དགའ་འོ་རེ་ལ་ང་ཐོབ་ཐང་ཡོད་མ་ར་མི་སུ་སུ་རྣ་བ་འགྲོ་མ་འགྲོ་འོ་འདི་ཡང་ཁ་ཤས་ཧེ་ཀྲེ་ལ་གི་དོ་ཨིན་ཇི་མ་སུ་ནི་འོ་འདི་འདྲས་ཨ་ནི་ཁ་ཤས་ཅིག་གི་མཆན་བཀོད་རྒྱོགས་ནི Comment ནང་ལ་བྲིས་རྒྱོགས་ངས་ཁ་ཤས་ཅིག་ལ་ནི་ང་རང་གི་བསམ་ཚུལ་དང་འདི་འདྲས་ལན་ཅིག་རྒྱག་འོ་བསམ་སུ་ར་ཨ་ནི། དང་པོ་དེ་ལ་འགྲོ་འོས་ན་ཨ་ནི། དེ་ངེད་ལ་ད་ལྟ་བུ་ཆུང་ནོར་བུ་ག་ཅིག་འགྲོ་འོས་ན་ད། འོན་ཏེ་ལ་གཅིག་གིས་ཁྱེད་ནང་ལ་ག་རེ་བསྐྱོད་ཤེས་ལ་ན། ཨ་ནི། ཁྱེད་རང་ཕ་ཇོ་གི་གནས་ཚུལ་ཧ་གོ་གོ་མེད་པ་ཟེར་བ། ཨ་ནི་ཕ་ཇོ་དེ་ག་ཅིག་སོ་ཕི་ཟེར་བ་ད་རྫིང་དུས་ཚན་པ་འོ་འདྲས་ཆུང་སྐྱོ་ཅིག་མང་པོ་ཅིག་ཅིག་བྲིས་ཤར་བ་གཅིག་གིས་ཀ་མེད་ནང་ལོས་ལ། འོན་ཏེ་ལ་ང་གར་ལ་ནི་བྲོས་ལ་ན་ཨ་ནི། དཔེར་ན། ད་ད་ལྟ་ང་ཚོ་ཡུ་ཀྲུབ་པ་མང་པོ་ཅིག་གིས We Stand With བུ་ཆུང་ནོར་བུ་ང་ཚོའི་བུ་ཆུང་ནོར་བུ་ལ་རྒྱབ་སྐྱོར་ཡོད་ལ་ནི་མང་པོ་ཅིག་གིས་བཟོས་ར། འདི་ང་རང་གི་བསམ་ཚུལ་དང་འདི་བཟོ་མཁན་ཚང་མ། ད་ཚང་མ་ལ་ནི་མ་འགྲིག་རང་ང་འགྲོ་འོས་ན། ངེད་ཀྱིས་ང་ཁོ་རྒྱབ་སྐྱོར་ཡོད་ངེད་ག་ཅི་ནི་ལར་ལ་ན། ངེད་ཀྱིས་ག་ལ་འོ་རེད་ད། རྫིག་ངན་ག་ཅི་ནི་རྫིག་མེད་འདི་སྐོར་ལ་འོ་མར་ད་ད་རྫིག་ངན་ག་རེ་ག་འདྲའི་འགྲོ་བོ་ཅིག་གི་ཐོག་ལ་རྫིག་ནི་ཡོད་ནས། འཛིང་དུས་དཀའ་ངལ་འདི་ལ་ལག་པ་བཀྱགས་ཏེ་ནོར་རེད། འོ་འདི་ཕྱི་ནི་ང་ཁོ་ལ་རྒྱབ་སྐྱོར་ཡོད་ལ་ལྟ། ངས་དོན་དག་ད་ང་རག་གི་ང་ཁོ་རྒྱབ་སྐྱོར་ཡོད་ལ་དགོས་གཙོ་བོ་འགྲོ་དེ་འོ་འདི་རེད་ཨ་ནི་ཡང་ད་ལྟ་ཀ་མེར་ནང་དྲི་ངན་ཅིག་གི་ཕེ་ཅིན་ཁོ་རང་ཕ་ཆོ་ངའི་འཛིང་ངན་འདི་འཛུགས་པ་བཞིན་དག་ཅིག་ཡིན་ས་རེད་ཡ་ནི། འོན་ཏེ་ཁོ་རང་གི་ལ་ཤ་ར་ཁྱོད་རང་ཕ་ཆོ་གོ་ཅེས་མ་འཚོས་པ་ནི། ཁོ་ལ་རྒྱབ་སྐྱོར་ཡོད་ལ་དེ་འདྲའི་ཁྱོད་རང་ནོར་རེད་ལ་ཤ་ར་ངོ་འདི་རང་ང་ག་ལ་ཡིན་ལ་ན། བརྙན་ཐུང་བཟོས་མཁན་ཅིག་ཡིན་པའི་ཐོག་ནས་ནི། ཡུ་ཀྲུབ་པ་ཅིག་གིས་ཅིག་རྒྱབ་སྐྱོར་འོང་དེ་ཕྱིན་ན་ཁོ་ད་ལྟ་ནོར་བུ་འགྲོ་ཡོད་ན་ཁོ་རང་ཡུ་ཀྲུབ་བཟོ་གོ་རོགས། འོང་དེ་ཕྱིན་ན་ང་ཚོས་ཀྱིས་ཁོ་ལ་རྒྱབ་སྐྱོར་ཡོད་ལ་ཡ་དེ། ཁོ་གི་བཀའ་ནི་བཀའ་ངན་མི་འདི་ལ་སྡུག་བསྔལ་དེ་ནོར་རེ་ལ་ནི་འོ་འདི་གཙང་མ་བྱི་ནི་འོ་འདི་བྱི་ནི་རྒྱབ་སྐྱོར་བྱི་གོ་ལ་འོ་བ་དོ་ད་དོན་དག་ག་བྱི་ནི་འཛིང་མེད་དང་ཨ་ནི་ཕི་གའི་འཛིང་ངེ་སུ་སུ་ཡི་མེད་ད་འདི་ནོར་ཤ་འདི་སྒྲིག་ཤ་ལ་ནི་ངེ་གི་ཁོ་ལ་རྒྱབ་སྐྱོར་ཡོད་ལ་ཡིན་འོ་འདི་བརྙན་ཐུང་འདི་འོ་འདི་སྐོར་གཙང་བ་ནི་ནས་མ་རེད་འོ་འདི་བྱི་ནི་ཁོ་རང་བཀའ་མེན་དྲི་ངན་དེ་ལ་འོ་འདི་ལ་ཡང་ཡིན་རོ་ཨ་ནི། གཞན་པ་ཅིག་ག་ལས་ལ་ན་ད་འདའ། དེ་ག་རེ། ཨུཏྟམ་མངྒ་ལམ་འགའ་ཅི་འགྲོ་བས་ན་ནི་མང་པོ་ཅིག་གིས་ཁྱོད་རང་ཁོ་ལ་རྒྱབ་སྐྱོར་བྱེད་ཡ་དེ་ནོར་རེད་ད། འདྲེ་ད་ནི་ག་ལའོ་རེད། ཁོ་རང་འགྲོ་བས་ན Antique Tibetan འགྲོ་རེད་ལ་འགྲོ་ད་བོད་པ་ལ་ག་ལའོ་རེ་དམའ་འབེབས་བཏང་ངེས་འགྲོ་རེད་ད་འོ་འདྲེ་ལ་ངས་མང་པོ་ཞིག་བསྡུ་ར་དེ་ལ་ང་ག་ལའེ་ལ་ན་དེ་ཁྱོད་རང་ཚོ་གི་ཐོང་ཐང་རེད་ཡ་མི་སུ་སུ་སུ་ཐོང་ཐང་ཡིན་ང་ཀྲོ་བོའི་ན་ང་ཁོ་རང་སྒེར་གྱི་ངོ་ཤེས་གི་མེད་དྲང་པོ་ཤོད་རང་ང་ཀྲོ་བོའི་ན་ང་ཁོ་རང་གི་བརྙན་ཐུང་ལྟ་ངེས་ཅི་ཡིན་པའི་ཐོག་ན་ངས་ཁོ་རང་གི་བརྙན་ཐུང་བཟོས་སྟངས་འདི་གི་བརྒྱུད་ནས་ངས་ཁོ་རང་ལ་རྒྱབ་སྐྱོར་ཡོད་འོང་འདི་ལན་ཡིན་རོ་ག་ཅི་ལ་ན་ཁོ་རང་གི་བརྙན་ཐུང་མང་ཆེ་བ་ང་རང་ཀྲོ་བོའི་ན་ང་ཁོ་རང་གི་བཤད་སྐྱོར་དང་འགྲེལ་བཤད་དང་ད་ག་རེ་ཐོག་ལ་ཡིན་ནས་ང་ང་རང་གི་བསམ་ཚུལ་དང་ང་རང་གི་ཐོང་ཐང་ར་དང། འོན་ཏེ་ངས་ང་རང་རྣ་བ་བྲོས་ཡ་ད་ང་ཁོ་ཡག་པོ་ཐུང་པོ་འདུག་ལ་ཡ་རེད་ཡ་ཡིན་ནས་ད་ཁ་ཤས་ཀྱི་འོན་ཏེ་ལེགས་ད་ཨ་ཁོ་བོད་པ་མ་རེད་འགྲོ་ད་ཁོ་བོད་པ་གི་གཅིག་རེད་ཡིན་ནས་ད་ངས་འདིའི་དོན་དག་གཅིག་ང་ག་ལ་ནི་ཐུག་དེ་ལ་ནི་གལ་སྲིད་ད་གལ་སྲིད་རེད་ད་གལ་སྲིད་ཁོ་བོད་པ་ལ་དེ་འདྲའི་མ་དགའ་བ་ད་བོད་པ་ལ་དཀྲུགས་ཤིང་རྒྱ་དམའ་འབེབས་བཏང་ཡ་དེ་འདྲའི་ག་གཅིག་ཡིན་ན་དང་པོ་དེ་ལ་ཁོ་གི་བརྙན་ཐུང་ཚང་མ། ག་ལ་བར་གངས་ལ་ཡི་གེ་བྲིས་ཡ་ད་ཚང་མ་བོད་ཡིག་བྲིས་ཡི་འདུག་ར་གཙང་མ་གཙང་རྐྱང་ཨ་ནི་བོད་སྐད་གཙང་མ་གཙང་རྐྱང་རྒྱག་ཡི་འདུག་འོ་འདི་ལས་ཡང་བོད་པ་ཡིན་པ་དང་བོད་པ་གི་རྒྱབ་སྐྱོར་བྱེད་མཁན་ཅིག་གཙང་མ་བསྟུན་གོ་ར་སང་གུ་དེ་བཞིན་པ་ཁོ་ནེ་པ་ལི་སྐད་རྒྱ་ནས་འབྲི་གོ་ར་རྒྱ་གར་སྐད་རྒྱ་ནས་འབྲི་གོ་ར་ཨིན་ཇི་སྐད་རྒྱ་ནས་འབྲི་གོ་ར་ག་ཅིག་འདི་མ་ངག་ཁྱབ་གོ་ར་ཡོད་ཡ་ད་བོད་པ་ཐོ་ནས་འབྲེལ་བཤད་གོ་ཡ་དོན་དག་ག་རེ་བོད་པ་དེ་ཚོ་གོ་ཡའི་ཆེད་དུ་འབྲེལ་བཤད་རྒྱག་གོ་ར་སང་གུ་དུ་ར་འོ་འདི་གཅིག་བྱས་ཨ་ནི་གཅིག་ད་ད། བ་ལ་ཆེན་གྱི་ངའི་བུ་ཡིས་དྲི་ངའི་ནང་ལོ་ནས་ནས། གསུམ་བཞི་དྲོ་དུ་ར་འོ་འདི་ཚོས་ཧ། ཁྱོད་རང་མགུ་རིས་དེ་ལ་རྒྱབ་སྐྱོར་བྱེད་ནི་ལ་ཟེར་བ་ཡ། ང་འོ་འདིའི་ལ་ངའི་དུ་ཚོས་ལ་ཡང་ཏིས། ཁ་ལོ་གི་མུ་དྲོ་དྲུ་དུ་ར་སུ་སུ་བསམ་ཚོད་ལྟ་ཡང་ཁོ་རང་ཚོ་ཡང་མགུ་རིས་ལ་ནས་སྐྲ་མེད་སྐྱོ་ལ་འོ་ར་ལྟ། ད་དེ་མགུ་རིས་ལ་ངའི་དུ་ཚོས་ལ་ར་ད་གཙོ་བོ་གི། ད་ཁོ་རང་ད་ད་འུ་ཏམ་མ་ང་ལ་ཁོ་རང་འགྲོ་བས་ན་སྐུ་ཤོ་ལ་ཅིག་ར་ཞུ་ར་ཡ་ཨ་ནི།

འོན་དེ་བཞིན་ལས་ཀྱི་ད་ལྟ་མི་ཚང་མ་ཡང་སོ་སོའི་མ་ག་དང་ཕ་ཆོས་དེ་ཤེས་ཀྱོ་དེ་སྣང་བ་མ་འགྲོ་ནི་ཡང་ཁོ་ག་རེ་ཕྱི་ནས་སྣང་བ་འགྲོ་མ་ད་འོན་དེ་ད་རྒྱབ་སྐྱོ་བྱེད་ངེས་ཅི་ན་ཁོ་སྐད་ཆ་བཤད་སྟངས་དང་ག་རེ་ད་ཁོ་རང་གིས་ད་འགྲེལ་བཤད་རྒྱག་ཀྱོ་ད་དུ་འཛོ་འགྲོ་བ་ཡོད་ན་ད་སོ་སོ་སྣང་བ་འགྲོ་གི་རེད་འོན་དེ་ད་མི་སྒེར་སོ་སོ་གི་ནང་འགྲོ་མ་འགྲོ་རུ་ཆུ་འཐུང་གི་འདུག་ར་ང་རང་འགྲོ་འོས་ན་འོ་འདི་བྱས་ཨ་ནི་གཞན་པ་ཅིག་ནི་ག་ལ་ཡིན་ལ་ན་ཨ་ནི་ད་ང་འགྲོ་འོས་ན་ད་ད་ང་ག་ལ་འོར་ད་ང་ངའི་ཨ་ཅེ་ནི་འདུག་ད་དེ་ངས་ཡིན་ན་ང་ད་ང་རང་སྐད་ཆ་ཤི་དུས་ད་དེ་འདྲའི་ག་ཅི་ཆུ་ལོག་ལོས་ག་ཅི་ནི་འདུག་མེད་ན་ནང་ལ་འགྲོ་ད་དེ་འདྲའི་ག་ཅི་བརྗོད་བྱ་གང་ལ་ཤེས་ཨ་ད་དེ་འདྲའི་ག་ཅི་ཡིན་ན་ངས་མང་ཆེས་ད་ད་པོ་ཏོ་ད་ང་ཆུ་བ་གོན་ནི་ཤེས་འོས་རེ་ཡོད་ཨ་ད་ག་ཤེད་ག་ཤེད་ལ་ཡོད་མ་རེད་པོ་ཏོ། ད་འདི་ལ་ག་ལ་ཤ་གཅིག་གི་ཡང་ན་ཤ་ཁྱོད་རང་ཞབས་འདྲེ་བོད་པ་ཆུ་བ་གྱོན་ནས་ནི་བོད་པ་གི་རིག་གཞུང་འཕྲོ་བརླག་བཏང་ནི་སྐད་ཆ་འདྲ་མི་འདྲ་ཞིག་འདུག་ལ་ཤི་རོ། ད་འདི་ལ་ང་ག་ལ་ནི་ཁྲོ་སོང་ན། འདི་སྤྱི་བཏང་གི་ཡུ་ཀྲུབ་བརྙན་ཐུང་འདི་ང་རང་གི་ས་བ་བཟོས་ང་རང་གི་ག་ལ་བར་ད་ཚང་མ་ལོས་ལ་འདི་འདྲ་བྱས་ནས་ཁྱབ་བསྒྲགས་བྱེད་ཨ་ནི་འདི་ང་རང་གི་ཆུ་བ་གྱོན་ཡོད་རེད་ཡོད་ཡིན་ནས་ད་གལ་སྲིད་ང་ཆུ་བ་མ་གྱོན་ནི་ཤེས་ཀྱི་ཡོད་ནས་ངས་ག་རེ་བཤད་ནས་ནི་གལ་སྲིད་ང་ཆུ་བ་མ་ཁྱོད་ནི་ངའི་འདྲ་མི་འདྲ་བཤད་ནས་འོན་ཏེ་ག་རེ་ནི་དུ་བ་ཅིག་བཤད་ཁྱོད་ནི་དེ་དུ་བ་ཆགས་འོང་མ་རེད་ད་ང་ཆུ་བ་ཁྱོད་ནི་ངའི་འདྲ་མི་འདྲ་བཤད་ནས་ཆུ་བ་ཁྱོད་ནི་དུ་རུ་འགྲོ་ཡ་འགྲོ་ཅིག་ད་འོན་ཏེ་འོན་ཏེ་ང་དེ་ཁན་གཙོ་བོ་རུ་ཐུང་པོ་དུ་ར་དེའི་ལ་ངན་དེ་ལ་ནི་ད་ཡང་ལ་ཡི་ར་ད་ཁ་ཤས་ད་བརྒྱ་ཆ་དགུ་བཅུ་གི་ཡང་མང་པོ་ཅིག་གི་འོན་ཏེ་ལ་ཡི་དུ་ར་ཁྱེད་རང་བོད་ཆས་ཁྱོད་ནི་དེ་འདྲས་བཤད་ནས་དངོས་གནས་དཔེ་ཡག་པོ་འདུག་ད་འོན་ཏེ་ལ་ཡི་ད་ད་མི་ཚང་མ་སུ་སུ་སུ་བསམ་ཚུལ་ཡོད་རེད་ཁ་ཤས་ཀྱི་ད་ང་ཆུ་བ་གྱོན་ན་ཡག་པོ་འདུག་དེ་འདྲ་བྱས་ན་ཡག་པོ་འདུག་ག་ཤེད་ཁྱོད་ཆུ་བ་གྱོན་ན་བོད་པ་གི་ཞབས་འདྲུད་ཞུ་ཡི་འདུག་ལ་ཡ་འགྲོ་གཅིག་ཡོད་ར་ད་དེ་འདྲ་བཤད་ནི་དྲ་མི་འདྲ་འོ་འདྲ་འགྲོ་དང་ད་མི་འོ་འདི་བྱས་ན་ངས་ལ་ཡི་ད་ད་མི་མི་འདས་དེ་འདྲ་བརྙན་ཐུང་བཟོ་དུས་མི་ད་ཕྱོགས་གཉིས་ཡོད་པར་གཅིག་གི་ཁྱོད་རང་ག་རེ་བཤད་ནས་གནའ་བ་དཀྲུག་ར་གཅིག་གི་ག་རེ་བཤད་ནས་གནའ་བ་དཀྲུག་མ་རེ་འོ་འདི་བྱས་ན་ནི་ད་ད་ད་ངས་དེ་བརྙན་ཐུང་ད་ད་འདི་ངས་གི་བཟོ་ཁྱོད་དེ་ནང་ལོ་ལས། ད་ག་ནང་བཞིན་ངས་ད་ག་རང་ལ་ཡིན་ཁྱོད་རང་ཚོ་ད་ལྟ་ངེད་ཀྱི་ཤེས་ཀྱོ་ནང་མ་འགྲོ་ངེད་དུ་འཛུལ་ལ་གཙོ་བོ་གི་རེད་ད་བུ་ཡིས་ཁྲིད་ངེས་ཡིན་ནའི་འདྲ་ཨིན་ཇིས་ཁྲིད་ངེས་ཡིན་ནའི་འདྲ་སུ་ཡིན་ནའི་ཁྱེད་རང་ང་ལ་ནང་མ་འགྲོ་ངས་ད་ལྟ་ཧེ་ཀྲེས་ལ་འོང་རང་འོང་དུ་འཛུལ་འགྲོ་བོ་ཡིན་ན་ང་ག་ལ་ནི་ཁྲོས་ལ་ན་ཁྱོད་རང་ཚོ་སེམས་པ་གཏིང་ལ་མ་ལེན་རོ་ཨ་ཁ་ཅི་ལ་ན་ཁ་ཤས་སྙིང་རྗེ་འོང་གྲི་འདུག་ད་མི་གཅིག་གཅིག་གོ་གོ་ཅི་ཁོ་རང་ཚོ་གི་མིང་ཡིན་པ་ཅི་ལ་བད་ད་ཆེན་བཞི་ལྔ་དྲུག་བྲིས་འགྲོ་ཨེ་ཅོ་སྙམ་དུ་བད་ད་ཁོང་ཁྲོ་ཧོ་ར་ས་ནི། ད་ཕྱིན་ཆོད་ཅིག་ཐོ་ལ་པེ་ཤ་ནར་ད་ཁྱོད་རང་ངའི་ཡི་སྙིང་དུང་བཤད་རྒྱུ་དེ་ང་ང་རང་གི་བསམ་ཚུལ་བཤད་སྐོར་ར་ཨ་ནི་ཁྱོད་རང་བསམ་ཚུལ་ལོག་ག་ཅིག་ཡོང་སྲིད་བ་རེད་ད་དེ་སྐོར་སོ་སོ་བྲིས་ན་འགྲིག་གོ་ཡིན་ནའི་བན་ངར་སྐད་ས་ག་ལ་བོར་ད་ཚིག་དུག་རི་དུག་རྩེ་བྲིས་ཨ་ནི་དམིགས་བསལ་གྱི་ད་ལྟ་ཨིན་ཇིའི་ཐོག་ནས་དུག་ཅག་བྲིས་ཀྱི་ཡོད་ན་ནི་ཁྱོད་རང་ཚོའི་ཞབས་འདྲེན་ར་ངོ་ནས་བྱས་ན་ཁྱོད་རང་ཚོ་བུ་ཡིག་བྲིས་ན་ཨོ་ཟེར་རེ་ག་ཅིག་འདི་བོད་པ་གཅིག་པུ་ཡི་བློ་ཁོག་ར་ཨིན་ཇིའི་ཐོག་ནས་ཁྱོད་ཚོ་འདྲ་མི་འདྲ་བྲིས་ད་འདོད་ག་ཤེད་ཀུན་འདུས་སྐུ་པར་བཞག་གི་འདུག་ཨ

རྒྱལ་བ་རིན་པོ་ཆེ་སྐུ་པར་ལྟ་པར་དཀའ་ལ། ད་འོ་འདྲེ་འགྲོ་བོ་བྱེད་ངེས་ཡིན་ན་ངས་ཡག་པོ་འཐུང་གི་མི་འདུག་ར་ཞེན་པག་ཁྱོད་རང་ཚོ་ད་སྡུག་ཅག་བྲིས་ཡ་ཡིན་ན་སོ་སོའི་བསམ་ཚུལ་བྲིས་ཡ་ཡིན་ན་བྲིས་རོགས་ཨིན་ཇིའི་བུ་ཡུལ་ག་ནས་ཡིན་ནས་ཚིག་དཔེ་སྡུག་ཅག་དང་གཅིག་དམིགས་བསལ་གྱི་བོད་པ་གི་སྐོར་དང། གཅིག་དེ་འདྲའི་ཆོས་ལུགས་དང་ཆོལ་ཁ་ཆོས་ལུགས་དེ་འདྲའི་སྐོར་བྲིས་ཡ་དེ་ཚོ་ཨིན་ཇིའི་ཐོག་ནས་བྲིས་སྐུ་འདི་སྐུ་པར་པོ་ཕེལ་བཞག་ན་འདི་རྩ་བ་ནས་ནས་ཡག་པོ་འཐུང་གི་མི་འདུག་ར་ང་ར་བསམ་ཚུལ་དང་ཁ་ཅིག་ནས་ང་ང་ར་བསམ་ཚུལ་བཤད་ཡ་ཐོབ་ཐང་ཡོད་རེད་ཁྱོད་རང་ཚོ་བྲིས་བ་ནང་བཞིན་གྱི་ཡོད། ཧོ་འདི་ལ་ཡང་ནི་ངས་ད་ལྟ་ལ་བ་ནས་ཞུ་འོང་ཁ་ཤས་ཨ་ཡེ་པེ་ལུང་གླང་ནི་ཤིའི་དྲིའི་ཏོ་ཨ་ཉིང་ཅན་མི་གཅིག་གིས་ད་ལྟ་ལ་བ་ནང་བཞིན་མི་གཅིག་གིས་ཀ་མེན་བཞི་ལྔ་འདྲི་འདུག་ར་གཅིག་ད་ཨ་ནི་ཁོ་རང་ལ་ག་ལ་ཡ་ལ་ན་འདི་པེ་སྡུག་ག་ཀྱང་ཀྱང་ཡ། འདྲེ་ད་མི་གཞན་པ་གི་ས་མེ་ལ་ད་མི་མང་པོ་གི་དྲི་ཤ་ས་མེ་བྱོ་ཡ་ཡག་པོ་ད་ན་ཁོ་རང་མི་གཅིག་ག་ཅི་རེ་ཞུ་ར་ཨ་ནི་ཧོ་འདི་ལ་ག་ལ་ཡ་ལ་ན་ཁྱོད་རང་འདི་འདྲའི་ཁོང་ཁྲོ་ཟ་དགོས་ཡ་ཡོད་མ་རེད་ཡ་ཁ་ཅིག་ལ་ནི་ངེད་ཀྱི་བརྙན་ཐུང་འདིས་ང་རང་གི་བསམ་ཚུལ་ཤེས་སྐོར་ཁྱོད་རང་དང་དོགས་འཇོག་ཡོང་ངོ་སྲིད་བ་རེད། ཡིན་ནས་ད་ར་རྣ་བ་མ་འགྲོ་ན་མ་འགྲོ་གྱོ་སོ་སོའི་སེམས་པ་ལྷོད་ལྷོད་ཀྱིས་ནས་དྲིས། ད་ངས་དོན་དག་ཁྱེད་རང་བླུན་གུ་ལངས་ན་ཁྱེད་རང་ལྐུགས་པར་དང་ཟ་མོ་ཡག་པོ་བཏང་ན་ར་བ་ནི། ང་དྲང་པོ་བཤད་མང་ཆེ་འོ་འདྲི་བསམ་གྱོ་མི་མ་ག་ངས་ཡོང་གི་རེད་ག་ངས་ཡོང་གི་རེད་ཡིན་ནས་མི་མ་ག་ངས་ཀྱིས་ཁྱོད་རང་གིས་ང་ལ་སྡུག་ཅག་ཞུ་དྲིས་ན་ང་ཉིན་མ་ཉིན་གང་ང་ལ་སྡུག་ཅག་དྲིས་བྱས་ལ་ནི་ང་སྡུག་བསྔལ་དང་ང་ཁོང་ཁྲོ་ཟ་ནས་བསྡད་ཡིན་མེད་དྲང་པོ་བཤད་འོ་འདི་ནང་བཞིན་ནས་དམིགས་བསལ་གྱི་ཧེ་བགྲོད་འདི་ཚོ་ལ་མ་དགའ་ངའི་ལྡོག་ཕྱོགས་ད་ལྟ་གཅིག་ཡོད་ར་ངས་ག་རེ་བྱེད་ནས་མ་དགའ་ངའི་འདི་ཚོ་ལ་ལད་ཡོད་ད་ཁྱོད་རང་ཚོ་མིའི་དོན་ད་ངའི་དོན་ད་ལག་གོ་ར་ངའི་དོན་ད་ད་ཨ་ནི་ད་མི་ད་སུ་སུ་ད་སུ་ཡིན་ནས་ད་ཁ་ཤས་འོན་འགྲོ་འདུག་ད་ང་ལ་སྡུག་ཅག་དྲི་ངས་ཡ་བརྙན་ཐུང་གཞན་པ་ལ་ལྟ་ད་ར་སྡུག་ཅག་སྡུག་ཅག་དྲི་ཡོད་ར་དྲི་ངས་ནི་མི་ད་ཨ་ར་བརྙན་ཐུང་ཚང་མ་ང་ལ་སྡུག་ཅག་དྲི་ནས་འགྲོ་དེ་ཡོད་འོན་འདི་ལ་ག་ལ་ཡིན་ལ་ན་ཁྱོད་རང་མིའི་དོན་ད་ཡ་ཁྱོད་རང་ཁྱོད་རང། ཁོང་ཁྲོ་ས་སེམས་པ་སྐྱིའུ་མོ་ཆ་དེ་འདྲའི་རྩ་བ་ནི་ནས་མ་བྱེད་རོགས་བྱེད་དེ་རེད་དགོངས་ཡིན་རོགས་ཨ་སོ་སོ་སོ་སོ་སྡུག་པོ་བཏང་བ་འདུག་གཅིག་པོ་གཅིག་ཀྱང་རུང་ངོ་ནས་ང་ཚོ་ད་ལྟ་དེ་འདྲའི་བརྙན་ཐུང་བཟོས་གོ་རེད་ང་རང་ཚོ་གི་བསམ་ཚུལ་དེ་ཤེས་གོ་རེད་ཕ་ཆོས་དེ་ག་འདྲའི་རེད་ཤག་བརྙན་ཐུང་ད་ལྟ་འགྲོ་སྐྱོ་དེ་སྐོར་བསམ་ཚུལ་ཤེས་གོ་རེད་པ་དང་ང་ཚོ་ཁོང་ཚོ་ལ་རླུང་བླངས་དང་ཁོང་ཚོ་ལ་མ་དགའ་ཡ་དང་བད་ཁོ་ར་ཞུ་གཅིག་བྱེད་ནས་འདྲའི་བརྙན་ཐུང་བཟོ་མཁན་སུ་དང་སུ་ཡིན་ནས་ད་དེ་འདྲའི་བྱེད་གོ་རེད་བསམ་གི་མི་འདུག་ར། འོ་འདི་བྱིན་ནས་ཨ་ནི་ཚང་མ་ལ་འོ་འདི་ངའི་རས་གུར་ཡིན་ཨ་ནི། ང་ཕྱུ་པ་གོན་ཡ་དེ་ང་རང་གི་ང་རང་ཕྱུ་པ་གོན་ཞེས་འདི་འདྲས་བྱིན་ན་འདི་ང་རང་གི་རང་དབང་རེད་ཡ་ག་རེ་བྱིན་ནས་འདིའི་ཐོག་ལ་ཡང་ཁྱོད་རང་ཚོ་སྣང་བ་མ་འགྲོ་འདི་བྱིན་ན་ཨ་ཡང་ཁྱོད་རང་སྣང་བ་མ་འགྲོ་ཁྱོད་རང་གཟུགས་དགྱེས་ན་འདི་ཁྱོད་རང་ནོར་འཁྲུལ་རེད་ཡ་ཨ་ཁྱོད་རང་ཁོང་ཁྲོ་ས་ནས་བསྡད་བསྡད་ཡ་ཡང་ཞེས་རེད་འོ་འདི་ལ་ཡིན་ཨ་ནི་ཞེས་པའོ་ལྟ་ཡ་ད་ལྟ་ངས་སྐད་ཆ་འདི་ན་ལ་ཡང་མང་པོ་སྤེལ་ལིར་ལྟ་ཁྱོད་རང་གིས་འདི་འགྲིག་གི་མི་འདུག་འདི་འགྲིག་གི་མི་འདུག་བྲིས་ཁྱད་པར་ཡོད་མ་རེད་ནས་གནས་སྟངས་འདི་འདྲའི་ལྟ་དུས་སོ་སོ་མི་ཁ་ཤས་ངས་འདྲ་རྒྱལ་གྱི་ཐོང་ཉུལ་ར་དྲང་པོ་བྱོས་ཁ་ཤས་མི་སྐོར་བཤད་རོགས་ཨ་ལ་འདི་སྐོར་བཤད་དུས་ནས་བལ་དུ་སོ་སོ་སོ་སོ་ཁོང་ཁྲོ་ཟ། སྣང་བ་མ་འགྲོ་མུག་ཤི་གྲང་ཆིག་དག་འདི་འདྲས་སོ་སོ་གྱི་སེམས་པ་སྟེང་ལ་གླན་ན་ཁྱོད་རང་ལྐུག་པ་རེད་ལན་ཡོད་ཡ། འོ་འདི་བྱས་ན་གནས་སྟངས་སུ་དང་སུ་ག་གཅིག་ཡིན་ནེར་ད་ངས་གཅིག་པུ་མ་རེད་ཚང་མ་ཀྱི་ལྟ་སྣང་མ་འགྲོ་ནོ་བྲིས་རོ་ཨ་སོ་སོ་བསམ་ཚུལ་བྲིས་ག་རེ་ཡིན་ནེ་ཁྱད་པ་ཡོད་མ་རེད་ཨ་ནི་བྲིས་བྲིས་དུས་ཡིན་ནེ་བྲིས་ཚར་ན་ཚར་རན་ཚོར་རན་ནི་ང་འགྲོ་བས་ན་དྲང་པོ་བཤད་ངས་གནས་སྟངས་བརྒྱ་ཆ་དགུ་བཅུ་ཚེ་ངས་ལན་བརྒྱད་བརྒྱུད་ཡོད་ར་ཚང་མ་ལ་ཁ་ཆེ་ལ་ང་ཚོ་ད་ལྟ་མི་ལན་མི་ལན་ནི་ཡོད་མ་རེད་ཡ་ནི་ནི་ཀ་མན་ཚང་མ་བློ་འོད་དྲང་པོ་ཤོག་ཨི་ནི་ཡག་པོ་མེད་གྱོད་དུ་འཛུལ་ལས་ང་ཚམ་ཚ་ཕ་ལན་བརྒྱད་བརྒྱུད་ཡོད་ལན་བརྒྱད་དུས་བརྒྱད་མུ་བརྒྱད་ནི་བརྒྱད་བརྒྱུད་སེམས་པ་ཁོང་ཁྲོ་ཟ་ནི་ཁོ་ར་བྲིས་ཀྱི་མེད་ད་དེ་འདྲ་རྩ་བ་ནི་ནི་ཡ་ག་དུས་ཡིན་ནི་ངས་སྐྱ་སྐྱ་བྱས་ནི་ད་འདས་མི་ཕ་ཆོས་དེ་ལ་མ་ང་འདི་བྱེད་ཀྱི་ཡོད་པ་ཆོབ་དང་མཉམ་དུ་འདྲ་མི་འདྲ་བྲིས་ཡོད་ར་འོ་འདི་བྱས་ནི་ཁྱོད་རང་ཚོས

ཁ་ཤས་ཁ་ཤས་ང་དྲན་པ་རྗེས་ཞུ་ཡ་ཇོ་མ་ཁ་ཤས་ཀྱི་ཨོང་སྒྲ་བྲིས་ནས་ལ་ཡིག་ལྟ་གི་ལྟ་གི་བྱེད་ཀྱི་ད་ཨོང་སྒྲ་བྱེད་ན་ཡག་པོ་འདུག་ད་ང་ད་ལྟ་གཞན་པ་ཁ་ཤས་བྱེད་ལ་ཨོ་སམ་ཡིན་ནས་དྲན་པ་རྗེས་ཞུ་ཡ་ད་ད་ལྟ་ཨོང་སྒྲ་འགྲོ་བ་ཇི་ཡིན་ཡ་ནི་ཁྱོད་རང་ཚོ་ཡང་ངས་ད་ལྟ་བཤད་རྒྱུ་ནང་ལོག་ལ་ཨུ་ཡ་མ་ཐོ་ལོས་དེ་འདྲའི་སྣང་བ་མ་འགྲོ་བ་བྱུང་ན་དགོངས་དག་རོགས་ཨ་ནི་ཁྱོད་རང་ཚོ་བསམ་ཚུལ་བྲིས་ཨ་ནི་ངས་ད་ལྟ་ལ་ཨོ་ནག་ཞིག་རེད་གལ་སྲིད་དབྱིན་ཇིའི་ཐོག་ནས་བྲིས་ཀྱི་ཡོད་ན་སྐུ་རྗེས་ནི་སྐུ་མདུན་སྐུ་པར་འགྲོ་བའི་པོ་ཧྥལ་ཡོད་ན། དེ་པོ་ཧྥལ་དེ་མེའོ་སི། ཁྱོད་རང་ཚོ་མི་འགྲོ་ག་རི་མོ་འགྲོ་ཀ་ཀྲུང་འགྲོ་ལ་འོ་ར་པིའུ་འགྲོ་ག་ར་ཤ་ནེ་ཤ་ར་ཅི་ཨང་ཁྱོད་རང་ཚོ་འདྲ་མི་འདྲ་བྲིས་འདི་མཁས་པ་མི་འདའ་ར་ད་བུ་ཡིག་བྲིས་ངན་ད་ད་མང་ཆེ་བོད་པ་གི་ལོ་འོ་ར་འོ་སི་རེད་བསམ་གི་འདུག་ར་ནི་མིག་སེག་ཨིན་ཇི་བྲིས་ངན་དུ་འཛོལ་ལ་འོ་འདི་ང་རང་གི་རེ་གུས་ཡིན་ར་ཡ་ཡ་ཨ་ནི་ཚང་མོ་ལ་ད་རིང་འོ་འདྲི་འགྲོ་འོ་ཇི་ཡིན་ཨ་ནི་ཁྱོད་རང་ཚོ་ད་ད་ངའི་བཤད་རྒྱུ་དེ་ལ་ཨ་ནི་སུ་སུ་གི་བགྲོ་གླེང་བྱེད་ནས་ཨ་ནི་མཆན་ནང་ལ་བསྐྱོད་རོགས་གནང་ཨ་ནི་ཡང་གལ་སྲིད་ངའི་གི་ཉིན་དུང་འདི་ཡང་གསང་བ་ལྟ་ངན་ཡིན་ན་ཨ་ནི་ཚང་མ་ལོ་ལ་ནི་ཡང་ཚོགས་ཆུང་ནས་དྲན་པ་མ་བརྗེད་རོགས་ན་ནི Subscribe བྱས་ཡ་དྲན་པ་མ་བརྗེད་རོགས་ན་བུ་ཡིག་ཐོག་ནས་ང་ཚོ་བཞི་ལ་ནི་མིང་ཡོད་རེད་ཨིན་ཇིའི་ཐོག་ནས་ནི Vee Four འགྲོ་ཁ Family ལ་ནི་ཡོད་འོན་ཏེ་ལ་ཡ་ཡིན་ཨ་ནི་འོང་ཁ་ཤས་ཀྱི་ཡ་ང་ཁྱོད་རང་ལ Subscribe བ་གསར་བ་ཡིན་ལ་ནི་དྲི་ངན་འདུག་ར་ཨ་ནི་འོང་འདུ་འཛོ་ལ་ནི་མིང་དག་པ་ནས་ཐོ་ཅེས་ན་ཚོགས་ཞུགས་གནང་བ་དང་ཨ་ནི་ངེད་ཀྱི་ནི་འདུག་འདི་ལ་ནི་གའུ་དང་ཨ་ནི་ཡང་ཁྱོད་རང་ཚོ Support བྱེད་བ་ལ་མིང་དག་པ་ནས་ཐོ་ཅེས་ན་ལ་ཡ་ཡིན་ཡང་ཡང་ཨ་ནི་ཚང་མ་ལོ་ཚེ་རིང་གཙོ་བོ་སེམས་པ་སྐྱིད་བོ་བྱིན་དེ་ར་སོ་སོ་དང་སོ་སོ་ནང་མི་མཉམ་དུ་ཨ་ནི་ཡར་རྗེས་སུ་མཇལ་ཡོང་བཀའ་དྲིན་ཆེ་ཚང་མ་ལོ་ལ།